སྒོར་གཅིག་སྲི་རུ་བརྒྱད་སྐར་མ་བདུན། ཡོད་ཚད་དེ་བསྒྲིལ། དེའི་ནང་གི་སྲི་དྲུག་ནི་ད་རུང་སྐར་མ་བསགས་ནས་བྱུང་བ་ཡིན་ཏེ། དེ་དག་ཀྱང་སྣ་འདུས་ཚོང་ཁང་ངམ་སྔོ་ཚོད་འཚོང་ས། ཤ་འཚོང་ས་སོགས་ནས་གཅིག་རེ་གཉིས་རེ་བྱས་ནས་བཙན་གྱིས་བཅག་པ་ཡིན། ཚོང་པའི་དངུལ་རུ་བལྟས་ནས་ཅི་ཡང་མི་ཟེར་རུང། རང་གི་སེམས་ནས་དེ་ལྟར་མིག་ཕྲ་ན་སེར་སྣ་ཐལ་ཆེ་བར་སྙམ་སྟེ་ངོ་གནོང་པས་གདོང་ཡང་དམར་པོར་གྱུར་མྱོང། བདེ་ལྷའི་ཐང་གསུམ་ལ་བརྩིགས་རུང། སྒོ་རགས་གཅིག་གསེར་རྒྱུད་དཀར་མ་བདུན་དག་དག་ལས་མེད། འོན་ཀྱང་བཤེས་གཉེན་ནི་ཡེ་ཤེས་འཁྲུངས་སྐར་ཡིན་པས་ཅི་ཞིག་བྱ། མོ་རྙིང་ཞིང་རལ་བའི་མལ་ཁྲིའི་སྟེང་དུ་ལོག་ནས་ཆོ་ངེ་འདེབས་པ་ལས་བྱ་ཐབས་ཅི་ཡང་མེད་པར་གྱུར། མོའི་མི་ཚེ་ནི་ཆོ་ངེ་དང་ངུ་ངག། འཛུམ་དམུལ་བཅས་ཀྱིས་གྲུབ་ལ། དེའི་ནང་ནས་ཀྱང་ཆ་མང་པོ་ནི་ངུ་ངག་ཡིན། འདིའི་སེམས་སུ་སྐྱོ་སྣང་ཞིག་དབང་མེད་དུ་སྐྱེས་སུ་བཅུག། ད་ནི་ང་ཚོས་ཁྱིམ་འདི་ལ་གཟིགས་མོ་ཞིག་བྱ་སྟེ། ཅ་ལག་འདུས་པའི་ཁང་མིག་ཅིག་གི་ཁང་གླ་ནི་གཟའ་འཁོར་གཅིག་ལ་སྒོར་བརྒྱད་ཡིན། རྙིང་ཞིང་རལ་བའི་ཚུལ་ནི་དཔེ་དབྱེ་མཚམས་ཤིག་འཇོག་མི་ཐུབ་པའི་ཚོད་མིན་ཡང་སྤྲང་པོ་ཞིག་གི་ཁང་བ་དང་ཕལ་ཆེར་མི་འདྲ་རྒྱུ་མེད་ཟེར་ཆོག། ཕོག་ཁང་འོག་གི་བར་ཁྱིམ་ན་ཡིག་སྒྲོམ་ཞིག་ཡོད་མོད་འཕྲིན་ཡིག་གཅིག་ཀྱང་ནང་དུ་སྣང་མ་མྱོང་ཞིང། གློག་དྲིལ་ཞིག་ཡོད་པའང་ལྷའི་རྫུན་ཁྲིད་ཀྱིས་དྲག་ཐུབ་པ་ཞིག་མིན་ན། གཞན་སུས་ཀྱང་ལོངས་སྤྱོད་བྱེད་མི་ནུས་སོ། དེས་ན་ད་རུང་མིང་བྱང་ཞིག་ཀྱང་བསྒྱུར་ཡོད་ལ་དེའི་ཐོག་ཏུ། སྐུ་ཞབས་ཇེམ་སི་ཏེ་ལིན་ཧེམ་དབྱངས་ཞེས་བྲིས་འདུག་ཏེ་ལིན་ཧེམ་ཞེས་པའི་མིང་འདི་ནི་དེ་གའི་ཁྱིམ་བདག་གིས་སྔོན་ཆད་གཟའ་འཁོར་རེར་ཕོག་སྒོར་མོ་སུམ་བཅུ་རེ་ལེན་པའི་དུས་སུ་རེ་ཞིག་གི་སྤྲོ་སྣང་ལ་བརྟེན་ནས་རང་གི་མིང་གི་བར་དུ་བསྣན་པ་ཞིག་ཡིན་ལ། ད་ལྟ་ཕོག་སྒོར་མོ་ཉི་ཤུར་བབས་པའི་ཏེ་ལིན་ཧེམ་ཞེས་པའི་ཡིག་འབྲུ་དེ་ཚོ་ཡང་གསལ་ལ་མི་གསལ་བར་གྱུར་ཏེ་དེས་ཀྱང་བསམ་བློ་གཟབ་ནན་གྱིས་བཏང་ནས། དེ་ཞེས་པའི་ཡིག་འབྲུ་གཅིག་དུ་བཀང་ན་ལག་སྙམ་པ་འདྲ། ཡིན་ན་ཡང་སྐུ་ཞབས་ཇེམ་སི་ཏེ་ལིན་ཧེམ་གཡང་སྐས་ལ་འཛེགས་ནས་ཁྱིམ་དུ་ལོག་ཐེངས་རེར། ཁོང་གི་གཟར་ཟླ་སྟེ་གོང་དུ་ཚང་མར་ངོ་སྤྲོད་བྱས་ཟིན་པས། སྐྱ་མོ་བདེ་ལྷས་ཁོ་ལ་ཅིའམ་ཞེས་འབོད་ལབ་བཞིན་སྐེ་ལ་དམ་པོར་འཁྱིལ་ངེས་རེད་དེ་ནི་རྙེད་ནས་ཡག་པོ་ཞིག་རེད། བདེ་ལྷས་ངལ་འཚུམ་བཞག་ནས་གདོང་ལ་སླར་ཡང་ཕྱིར་རྩི་ཞིག་སྦས་རྗེས་སུ། སྒེའུ་ཁུང་གི་འགྲམ་དུ་ལངས་ནས་སྐྱ་ཐང་ཐང་གི་སྟག་རིའི་ནང་དུ་ཐལ་མདོག་གི་བྱི་ལ་ཞིག་ཐལ་མདོག་གི་སྲབ་ཐོག་ཏུ་འགྲོ་བཞིན་པར་མིག་ཅེ་རེར་བལྟས་ནས་བསྡད། སང་ཉིན་ནི་ཡི་གེའི་འཁྲུངས་སྐར་ཡིན་མོད། འོན་ཀྱང་མོའི་སྐྱེམས་ལ་ལག་སྐྱེས་ཉོ་བྱེད་ནི་སྒོར་གཅིག་གསེར་བརྒྱུད་སྐར་བདུན་མ་གཏོགས་མེད། རྟ་དུ་མའི་རིང་ལ་གྲོན་ཆུང་བྱེད་གང་ཐུབ་ཀྱིས་བསགས་རུང་འདི་ཙམ་མ་གཏོགས་མི་འདུག། འགྲོ་སོང་ནི་དུས་རྟག་ཏུ་སྔོན་དཔག་ཆེར་བསྒྱུར་པས། གཟའ་འཁོར་གཅིག་ལ་སྒོར་མོ་ཉི་ཤུའི་ཡོང་སྒོ་ཙམ་གྱིས་གདིང་དཀའ་འོ། ཁྱིམ་ལ་སྐྱིད་བཟང་བོ་ཞིག་ཉོ་བའི་ཆེད་དུ་བདེ་ལྷའི་ཉི་མ་མང་པོ་ཞིག་ལ་དགའ་དགའ་སྤྲོ་སྤྲོའི་ངང་ནས་འཆར་གཞི་བཀོད་པ་འདི་ལྟ་སྟེ། ཁྱིམ་ལ་འབུལ་རིན་ཡོད་པའི་དངོས་པོ་ཞིག་རྙེད་དཀའ་ན་ཡང། ལྕེ་ལག་ཤིང་སྤུས་བཟང་ལ་ངོ་མཚར་ཆེ་ཞིང་རིན་ཐང་ལྡན་པའི་དངོས་པོ་ཞིག་ཉོ་གི་བསམ། ཁང་བའི་ནང་གི་སྒེའུ་ཁུང་གཉིས་ཀྱི་བར་ན་རྩིག་རྡོའི་མེ་ལོང་ཞིག་ཡོད། གླ་རིན་སྒོར་མོ་བརྒྱད་ཅན་གྱི་ཁང་བའི་ནང་གི་མེ་ལོང་ཇི་འདྲ་ཞིག་ཡིན་པ་ཀུན་གྱིས་མཐོང་མྱོང་ཡང་སྲིད་དེ། ཤ་རུས་ཀྱང་ལྡེམ་གཉེར་ཅན་གྱི་མི་ཞིག་ཡིན་ན་མེ་ལོང་ཤར་མོ་འདིའི་ནང་ནས་དུམ་བུར་དུམ་བུར་ཆད་པའི་ལུས་ཀྱི་ཆ་ཤས་དེ་དག་བསྒྲིགས་ནས་རང་གི་གཟུགས་བརྙན་སྐྱོ་འམ་ཙམ་ཞིག་མཐོང་ཐུབ་ན་ཐང། བདེ་ལྷ་ནི་གཟུགས་པོ་ཁྲམ་གཉན་ཅན་ཞིག་ཡིན་ལ། མེ་ལོང་འདི་ལྟ་བུ་སྐྱོབ་པར་ཤིན་ཏུ་མཁས། གློ་བུར་དུ་མོ་སྒེའུ་ཁུང་གི་འགྲམ་ནས་ཕྱིར་འཁོར་ཏེ་མེ་ལོང་གི་མདུན་དུ་ལངས་པ་ན། མིའི་མིག་ཟུང་ནི་དྭངས་ཤིང་གསལ་མོད། འོན་ཀྱང་སྐད་ཅིག་དེ་ཉིད་དུ་འོད་ལམ་དང་མཉམ་པར་གྱུར། མོས་འཕྲལ་དུ། སྐྱབས་ཞིག་ལྟོས་ཤོམ་དུ་བཅུག། སྐུ་ཞབས་རྗེམས་སུ། དེ་ལུན་ཧེམ་གཡང་ཆོག་ཤིག་ལ། ཁོག་གཉིས་ཀྱིས་མངོན་དུ་རུང་བའི་ཆད་ནོར་རྩ་ཆེན་གཉིས་ཡོད་པ་ནི། གཅིག་ནི་ཁྱིམ་ཚང་གི་མི་རབས་གསུམ་བརྒྱུད་པའི་གསེར་གྱི་དུས་ཚོད་ཅིག་དང། ཅིག་ཤོས་ནི་བདེ་ལྷའི་སྤྲ་ཡིན། གལ་ཏེ་བྱིས་པའི་རྒྱལ་མོ་སྒེའུ་ཁུང་འདིའི་ཁ་གཏད་ཀྱི་ཁང་བར་སྡོད་པའི་དབང་དུ་བཏང་ན། ནམ་ཞིག་ལ་བདེ་ལྷའི་ལམ་བུའི་སྒེའུ་ཁུང་ཕྱིར་བཞེངས་ན། བཙུན་མོ་དེའི་རིན་པོ་ཆེའི་རྒྱན་ཆ་ཐམས་ཅད་རིན་ཐང་ཅང་མེད་པའི་གནས་སུ་འགོད་ངེས་ཡིན་ལ། གལ་ཏེ། རྒྱལ་པོ་སོ་ལོ་མོན་གྱིས་ཁོའི་རྒྱུ་ནོར་ཐམས་ཅད་གཏེར་དུ་བསྡུས་ཏེ་སྒོ་སྲུང་བྱས་ན་ཡང། ཅི། དེའི་དྲུང་ནས་འགྲོ་ཐེངས་རེར་གསེར་གྱི་དུས་ཚོད་བླངས་ནས་བལྟས་ཙང་ན། སོ་ལོ་མོན་ཡང་ཕྲག་དོག་གིས་སྨིན་མ་བཟང་ཤིང་སྡང་མིག་བསྒྲིལ་ངེས་རེད། སྐབས་འདིར་བདེ་ལྷའི་མཛེས་ཤིང་སྡུག་པའི་སྐྲ་དེ་ལུས་ལ་ཞོན་པས། སྨུག་མདོག་གི་རྦབ་ཆུ་ཆུང་ཆུང་ཞིག་དང་འདྲ་བར་རླབས་ཕྲེང་ལྡེམ་ལྡེམ་དང་གསེར་འོད་ལམ་ལྡིམ་བྱེད། མིའི་སྐྲ་བུས་མའི་མཚམས་སུ་སླེབས་ཡོད་པས། སྨུག་མདོག་གི་ལྭ་བ་ཞིག་གྱོན་པ་དང་མཚུངས། དེ་ནས་མོར་ཧྲོག་རླུང་ཞིག་བབས་ལྟར་མྱུར་དུ་སྐྲ་བཤལ་བ་དང་ཡང་ཐེ་ཚོམ་གྱི་ངང་ནས་རེ་ཞིག་ཧད་ནས་བསྡད་ཅིང། མཆི་མས་དོགས་པ་འགའ་རྙིང་ཞིང་རལ་བའི་ས་སྟེང་ཐོག་ཏུ་ལྷུང། དེ་ནས་ནི་མདོག་སྨུག་པའི་བྱི་ལ་དང་ཤ་མྱང་བ་བྱོན་གྱིས་མིག་ཟུང་དུ་ད་དུང་མཆི་མ་འཁོར་བཞིན་དུ་ལྡེམ་ལྡེམ་ངང་ནས་རྒུ་རུལ་པ་དང། སྐྱིད་ལས་བབས་ཏེ་ཧྲང་ལམ་དུ་སོང། མོ་ཡིག་བྱང་ཞིག་གི་གམ་དུ་སོང་སྟེ་ལངས་ནས་བལྟས་པ་ན་དེའི་ཐོག་ཏུ། སྐྱེད་མོ་སོ་ཕོ་རོན། ངེད་ཡི་སྤྲིས་འཁོར་རྫས་འཚོང་ས་ཞེས་འཁོད་འདུག། བདེ་ལྷ་འཇིགས་ཐང་གཅིག་གིས་ཐོག་སོ་དང་པའི་དཀྱིལ་འཁོར་བུད་ནས། ངལ་གསོ་ཡུལ་ཙམ་ཞིག་སྐྱ་མོ་དེ་ནི་གཟུགས་ཆེ་ཞིང་ལས་རྒྱགས་ལ་ཤམ་དང་སྐད་གྲགས་པ་ཞིག་ཡིན་པར་མ་ཟད་མི་ངོ་ཆག་ཅིག་ཀྱང་ཡིན་པས་སོ་ཧྥོ་རོན་ཉེས་ཡ་བྱས་པའི་མིང་དང་མི་མཐུན་པ་ལྟར་སྣང། ཁྱེད་ཀྱིས་སྐྲ་ཉོ་རྒྱུ་ཨེ་ཡིན། ཞེས་བདེ་ལྷས་དྲིས་པ་ལ། སྐྱ་མོས། ངས་སྐྲ་ཉོ་བ་ཡིན། ཤ་ཕུད་དང། ངས་ཁྱེད་ཀྱི་སྤྲིས་བཟོ་ལྟ་ལ་ཅིག་ལྟ། ཟེར། སྨུག་མདོག་གི་རྦབ་ཆུ་དང་འདྲ་བ་དེ་ཞིམ་ཞིམ་མར་ལ་བབས། སྐྱེད་མོས་ནང་བཞིན་གྱི་སྤུས་ཚད་ཀྱིས་སྐྲ་བསླག་ཏུ་བླངས་ནས། སྒོར་མོ་ཉི་ཤུར་སྟེར། ཟེར། བདེ་ལྷས། སྒོར་མོ་ཉེར་བསྡུ་བྱིན། ཟེར། ཨ། དེའི་རྗེས་ཀྱི་དུས་ཚོད་གཉིས་ནི། ཚོན་མདོག་གི་གཤོག་པ་ཐོགས་པ་ཇི་བཞིན་རིང་པ་རིང་པོར་འཕུར་སོང། ཡིན་ན་ཡང། གློག་མཁན་རྣམ་པ་ཚོས། མགོ་བོ་འཐོམས་བྱེད་ཀྱི་དཔེ་འདི་འདྲར་སྣང་འཇོག་མི་བྱེད་པར་ཞུ། མི་གཅེན་ལ་ལག་གཅིག་ཉོ་བའི་ཆེད་དུ་ཚོང་ཁང་ཀུན་ཏུ་ཉུལ་བཞིན་འདུག། མཐར། ངས་ལག་གཅིག་ཉོ་རྒྱུར་ཉེས་སོང། དེ་ནི་གཅེན་ཁོ་ནར་བསྐྲུན་པ་ཡིན་གྱི་གཞན་ལ་མིན་པ་འདྲ། ངས་ཚོང་ཁང་གཞན་པ་ཚང་མ་ཉུལ་ནས་བཙལ་ཡང་འདི་དང་འདྲ་བ་ཞིག་ཉུལ་མ་བྱུང། ལག་གཅིག་དེ་ནི་གསེར་སྐལ་གྱི་དུས་ཚོད་འདོགས་ཐག་ཅིག་རེད། དབྱིབས་སྟབས་བདེ་བབ་ཆགས་ཤིག་ཡིན་ལ། རྒྱུ་སྤུས་ཁོ་ནས་དེའི་རིན་ཐང་ཕྱིར་མངོན་ཡོད་དེ། སྤུས་ལེགས་པའི་སྒྱུ་རྩལ་ཐམས་ཅད་དེ་ལྟར་ཡིན་ནོ། དེ་ནི་གསེར་གྱི་དུས་ཚོད་དང་ཆ་ཧ་ཅང་འགྲིག་པ་ཞིག་རེད། དེའི་ཕྱིར་ངས་མཐོང་བ་ཙམ་གྱིས། ངེས་པར་དུ་ཉོ་དགོས་སྙམ་པའི་འདུན་པ་གཟུགས་ཅན་བཞིན་དུ་སྐྱེས། དེ་ནི་དངོས་གནས་ཅན་གྱི་ཤེས་བྱེད་དང་གཉིས་སུ་མེད། ཕྱི་དོད་དང་རྩ་ཆེན་ཡིན་པའི་ཆ་ནས་དུས་ཚོད་འདོགས་ཐག་དེ་དང་ཅན་གཉིས་ཀ་དཔེ་དོན་གཉིས་ཀྱི་ཆ་ནས་མཚུངས་ཞེས་བརྗོད་ན་མི་འཚམ་པ་ཅི་ཡང་མེད། མའི་སྒོར་མོ་ཉེར་གཅིག་བྱིན་ནས་དུས་ཚོད་མདོག་བཏགས་ཏེ་ཉལ་གྱིས། ལྷག་མའི་སེར་བརྒྱད་དང་སྐར་བདུན་ཁྱེར་ནས་མྱུར་དུ་ཡིད་ལ་ལོག། ཅེམ་གྱི་དུས་ཚོད་ལ་མདོག་བཏགས་འདི་ཡོད་ཚེ་ཡུལ་དང་གནས་གང་ཡིན་ཡང་འཛེམ་དོགས་ཅི་ཡང་མེད་པར་དུས་ཚོད་ལ་ལྟ་ཐུབ་པར་འགྱུར། སྔར་དུས་ཚོད་རྩ་ཆེ་ཡང་མདོག་བཏགས་མེད་པས་རྒྱུན་ལས་མདོག་བཏགས་རྙིང་བ་ཞིག་སྤྲད་ཡོད། དེའི་ཕྱིར་ཁོས་མཚམས་མཚམས་ལ་ལྐོག་ཏུ་མི་ལྟ་ག་མེད་བྱུང། བདེ་ལྷ་ཁྱིམ་དུ་སླེབས་རྗེས་དགའ་བདེ་གཉིས་པའི་ཆ་ཤས་གཅིག་ནི། སེམས་ཆུང་དང་བསམ་ཤེས་ཀྱི་དབང་དུ་བྱས་ཏེ། སྐྲ་སྐྱིལ་སྐམ་པ་བླངས་ཤིང་གསོལ་བླངས་ཐབས་ཀྱིས་ཁ་བྱས་ཏེ། མིའི་གཏོང་ཕོད་དང་རྩེ་གཏོང་གིས་བྱས་པའི་གྱོང་གུད་དེ་གསབ་པའི་ལས་ལ་ཞུགས། དེ་ལྟར་བྱེད་པའི་ལས་ནི་རྟག་ཏུ་དཀའ་ཚེགས་ཆེ་བ་ཞིག་རེད། གཉའ་ནས་གྲོགས་པོ་ཚོ། དེ་ནི་ངོ་མ་དཀའ་ཚེགས་ཤིན་ཏུ་ཆེ་བའི་ལས་ཤིག་གོ། སྐར་མ་བཞི་བཅུའི་ནང་དུ་མིའི་མགོ་བོར། སྤྲིའི་སྤྱི་ལེ་ཆུང་ཆུང་མང་པོས་གང་འདུག་པས། རྔེགས་ནས་ལྷོ་བཤོལ་བྱེད་པའི་བྱིས་པ་མ་རུ་བུག་དང་འདྲ། ངས་སེམས་ཆུང་གཟབ་ནན་གྱིས་མེ་ལོང་ནང་དུ་ཡང་ཡང་བལྟས་ཏེ། ཁྱིམ་གྱིས་ང་མཐོང་མ་ཐག་ཏུ་ཁྲིད་དེ་གསོད་པར་མི་བྱེད་དམ། ཁོས་ང་ནི་ཁང་ནས་གླིང་ཕྲན་གྱི་རྩེད་རའི་ནང་གི་གླུ་མ་ཞིག་དང་འདྲ་ཞེས་ཟེར་གྱི་ཐག་གིས་ཆོད། འོན་ཀྱང་ང་ལ་བྱ་ཐབས་ཅི་ཞིག་ཡོད། ཁྱི་ཧུད། སྒོ་རགས་གཅིག་གསེར་བརྒྱད་སྐར་བདུན་མ་གཏོགས་མེད་པས་ཐབས་གཞན་ཅི་ཞིག་ཡོད་དམ། ཞེས་ཁེར་ལབ་བྱས། དུས་ཚོད་བདུན་པར་སླེབས་ཚེ། ཁ་ཧྥེ་ཁུལ་ཟིན་པས། རྔོ་ལྷང་ལྕགས་ཐབ་ཀྱི་ཐོག་ཏུ་བཞག་ནས་ཤ་རྔོ་གྲུབ་བྱས། ཅིམ་ཕྱིར་ལོག་པའི་དུས་ཚོད་ནི་ནམ་ཡང་ཡོལ་མ་མྱོང། བདེ་ལྷའི་དུས་ཚོད་མདོག་བཏགས་ཏེ་ཉིས་ལྟུབ་བྱས་ནས་ལག་ཏུ་བཟུང་སྟེ། ཁོ་ཡོང་སའི་དགེའི་ནང་ཕྱོགས་ཀྱི་ཅོག་ཙེའི་ཟུར་དུ་བསྡད། དེ་ནས་འོག་གི་སྐེ་ཐོག་ཏུ་ཁོ་ཡོང་བའི་གོ་ལག་སྒྲ་ཐོས་པས་ངའི་ངོམ་དང་རེ་ཞིག་སྐྱ་བོར་གྱུར། ནམ་རྒྱུན་དོན་ཆུང་ཆུང་ཞིག་ཡིན་ཡང་དེའི་སྔོན་དུ་སྐྱབས་འཇུག་ཞུ་བའི་གསོལ་ཞིག་མོ་ལ་ཡོད་པས་སྐབས་དེར་ཡང། རྣམ་དག་ཆེན་པོའི་མཆན། ཁོ་ལ་ང་ད་དུང་རྫུན་མ་ཞིག་ཡིན་པའི་འདུ་ཤེས་སྐྱེས་ཅིག། ཅེས་ཤུར་བུར་བཤད། ཇེ་མཆིས་སྒོ་ཕྱེ་ནས་ནང་དུ་སླེབས། ཕར་བལྟས་ན། ཤ་སྐམ་ཞིང་གཟབ་ནན་ཆེ་བའི་མི་ཞིག་ཡིན་ལས་ཆེ། ཁོ་ལོ་ཉེ་རག་གཉིས་ལ་མ་གཏོགས་སོན་མེད་ན་ཡང་ཁྱིམ་ཚང་འདིར་སྐྱོང་བའི་འགན་འཁུར་དགོས་བྱུང། ཁོར་ཐོག་ལྭ་རིང་པོ་ཚོ་མ་ཞིག་དགོས། ལག་འབོབ་ཀྱང་མེད། ངོ་མ་རྙིང་རེ་རྗེ། ཀྱིམ་སྒོ་ནང་དུ་འཛུལ་མ་ཐག་ཏུ། ཤ་ཆེས་ཧྲག་པའི་དྲི་མ་ཚོར་བ་ཇི་བཞིན་མི་འགུལ་བར། མིག་ཕུར་ཚུགས་ཀྱིས་བདེ་སླར་ཇེ་རེར་བལྟས། ཁོའི་མིག་ཟུང་དུ་ཤར་བའི་ཉམས་དེ་ལས་གོ་རྒྱུ་ཅང་མ་བྱུང་བས། མོ་ཡང་རེ་ཞིག་ཤིན་ཏུ་ཧ་ལས་པར་གྱུར། ཉམས་དེ་ནི་ཁོང་ཁྲོ་དང་ཧ་ལས་པ་མ་ཡིན་ཞིང་སྡང་བ་དང་ཕྱེ་མེར་བ་གང་ཡང་མ་ཡིན་ཏེ། མིའི་བསམ་ཚོད་དུ་ཤར་བའི་ཉམས་སྣང་གང་ཡང་མ་ཡིན་པར། ཉམས་མཚར་བོ་ཞིག་གིས་མོ་ལ་ཇེ་དྲག་བསྟུན་འདུག། བདེ་ལྷ་ཅོག་ཙེ་ལས་བབས་ནས་ཁོའི་གམ་དུ་སོང་སྟེ། ངའི་སྙིང་སྡུག་ཅེས་ལགས། ང་ལ་དེ་ལྟར་ཅི་ཞིག་མ་ལྟ། ངའི་སྐྲ་བཅད་ནས་བཙོང་ཟིན། ཁྱོད་ལ་ལག་གཅིག་ཤིང་འབུད་རྒྱུ་མེད་ན་ངའི་ཡིད་ཤེས་ཁྲོམ་སྐར་རོལ་ཐབས་མེད། སྐྲ་ད་རུང་སྐྱེས་སྲིད་པས་ཁྱོད་ལ་དགོངས་པ་མ་ཚོམ། དེ་ལྟར་མ་བྱས་ན་ང་ལ་བྱ་ཐབས་ཅི་ཡང་མེད། ངའི་སྐྲ་སྐྱེས་ཚད་ཧ་ཅང་མགྱོགས། ཁྲོམ་སྐར་ལ་དགའ་སྟོན་རྟེན་འབྲེལ་ཞིག་ཅི་ཡང་ལགས། ངའི་ལག་གཉིས་ལ་རྒ་བརྡའི་ཐོབ་པར་ཤོག། ངས་ཁྱོད་ལ་ཤིན་ཏུ་བཟང་ཞིང་མཛེས་པའི་ལག་གཅིག་གཉིས་ཡོད་པ་ནི་ངོ་མ་ཁྱོད་ཀྱི་བསམ་ཡུལ་ལས་འདས་པ་ཞིག་ཡིན། ཞེས་ཟེར། ཁྱོད་ཀྱིས་ངོ་མ་སྐྲ་བཅད་དམ་ཞེས་ཀྱེམ་ཀྱིས་རྡབ་རྡབ་ཀྱིས་འདྲི་བའི་ཚུལ་ལ་བལྟས་ན་ཁོས་བསམ་བློ་ཞིབ་མོ་ཞིག་བཏང་ན་ཡང། ད་རུང་མངོན་སུམ་དུ་གྱུར་བའི་གནས་ཚུལ་རྟོགས་མ་ཐུབ་པ་ལྟར་སྣང། བྱེད་པར་མ་ཟད་བཙོང་ཡང་བཙོང་ཟིན། གང་ལྟར་བྱས་ཀྱང་ཁྱོད་སྔ་ལྟར་ང་ལ་དགའ་འམ། སྐྲ་བཅད་རུང་ང་ད་རུང་ང་ཡིན་དེ་མ་རེད་དམ། ཞེས་བདེ་ལྷའི་ལན་བཏབ། ཇེམ་གཅིག་ཡ་མཚན་པའི་ངང་ནས་ཁང་བའི་ཕྱོགས་བཞི་རུ་བསྟིར་གྱིས། ཁྱོད། ཁྱོད་ཀྱིས་ཁྱོད་ཀྱི་སྐྲ་མེད་ཟེར་བ་ཡིན་ནམ། ཞེས་གླེན་པ་ཞིག་དང་འདྲ་བར་དྲིས་བྱུང། བདེ་ལྷས། ཁྱོད་ཀྱིས་མ་བཙལ་ཅིག། ངས་ཁྱོད་ལ་བཤད་བཙོང་ཟིན་མེད། དེ་རིང་ནི་ཡིག་ཤེས་འཁྲུངས་སྐར་གྱི་སྔ་ཉིན་ཡིན། སྙིང་སྡུག་ལགས། ང་ལ་སྐྱིད་དགོས། ངས་ཁྱེད་ཀྱི་དོན་དུ་སྐྲ་བཙོངས་པ་ཡིན་ལ། གཉིས་སྐྲ་ནི་གྲངས་ཀྱིས་ཟིན་པའང་སྲིད། དེ་གཉིས་ནི་གློ་བུར་དུ་འཇམ་ཞིང་བརྩེ་བ་ལྡན་པའི་ངང་ནས་འོན་ཀྱང་ང་ཁྱོད་ལ་དགའ་བའི་བརྩེ་དུང་དེ་སུས་ཀྱང་བགྲང་གིས་མི་ལང། ཅེས་བཀླགས། ད་ངས་ཤ་ཧྲག་པོར་བྱའོ། ཞེས་ཟེར། ཀྱེ་མི་སྣང་བ་བན་བོན་ལས་གློ་བུར་དུ་ཟད་པ་བཅུ་བདུན་བདེ་ལྷ་པང་དུ་བླངས་སོང། མཚམས་འདི་ནས་ང་ཚོས་དུས་ཚོད་སྐར་མ་བཅུ་ཙམ་དབུས་བསྐྱལ་ནས། གལ་མི་ཆེ་བའི་དངོས་པོ་གཞན་དག་ལའང་གཟིགས་མོ་ཞིག་བྱའོ། གཟའ་འཁོར་གཅིག་གི་ཁང་གླར་སྒོར་མོ་བརྒྱད་དམ། ཡང་ན་ལོ་རེར་ཁང་གླར་སྒོར་མོ་ཁྲི་གཅིག། དེའི་གཉིས་ལ་ཁྱད་པར་ཅི་ཡོད་དམ། རྩིས་རིག་མཁས་པ་ཞིག་གམ་ཁ་རྒོད་ཅིག་ཡིན་ན་དེར་ནོར་འཁྲུལ་ཅན་གྱི་ལན་ཞིག་འདེབས་སྲིད། དང་མ་མེ་ཅི་རིན་ཐང་ཅན་གྱི་ལག་སྐྱེས་ཕུལ་མྱོང་མོད། དེའི་ནང་ནས་དངོས་པོ་དེ་འདྲ་ཡོད་མ་བྱུང། ཚིག་ཅུང་གོ་དཀའ་བ་འདིའི་དོན་ནི་གཤམ་དུ་གསལ་བོར་འགྲོ་ངེས་ཡིན། ཇེ་མ་ཇི་ལ་རང་གི་ཁུག་མའི་ནང་ནས། ཤོག་ཐུམ་ཞིག་བླངས་ནས་ཅོག་ཙེའི་ཐོག་ཏུ་གཡུགས། ཁོས། བདེ་ལྷ། ཁྱོད་ཀྱིས་གོ་བ་བྱིན་གྱིས་ལོག་ཏུ་མ་ལེན། དེ་ནི་སྐྲ་བཅད་པའམ། ཁ་སྤུ་བཞར་བ། མགོ་དཀྲུས་པ་སོགས་གང་ཞིག་ཡིན་ཡང། ངས་རང་གི་མཛའ་མོར་བྱུང་བའི་བརྩེ་དུང་དེ་ལྷོད་པོར་མི་བྱེད་མོད། འོན་ཀྱང་ཁྱེད་ཀྱིས་ཐུམ་དེའི་ཁ་བྱེ་དང། ད་ཅི་ང་དེ་འདྲའི་ཧ་ལས་པའི་རྒྱུ་མཚན་ཅི་ཡིན་པ་ཁྱོད་ཀྱིས་ཤེས་ཐུབ་བོ། ཞེས་ཟེར། སྐར་བྱང་སྙན་པའི་མཛུ་གིས་ཤོག་ཐུམ་གྱི་སྡོམ་ཐག་བཅད་པ་དང་མཉམ་དུ། དགའ་བའི་མོས་པའི་འབོལ་སྐལ་ཅིག་བསྒྲགས་བྱུང།

དེ་ནི་རྒྱུ་རུས་སྦལ་གྱི་ལྐོག་པའི་བྱེ་ཤིང། མཐར་མི་སྡུག་གི་ཕྲ་ཚོམ་གྱིས་བརྒྱན་པའི་སྐྲ་ཤེལ་ཅིག་ཡིན་པས། དཔྱད་ཚིམ་པའི་སྐྲ་ཡག་པོ་དེ་དང་བསྡེབས་ན་མདོག་ཀྱང་ཤིན་ཏུ་རན་པར་འདུག། ངས་སྐྲ་ཤེལ་ཆ་ཚང་འདི་ཧ་ཅང་རྩ་ཆེན་ཡིན་པ་ཤེས་ལ། རང་གིས་དཀོན་པའི་ཆུ་བཞིན་ཉོ་འདོད་ཀྱང་རང་ལ་དབང་བའི་རེ་བ་རྩ་བ་ནས་བྱས་མ་མྱོང། དེས་ད་ལྟ་མོ་རང་ལ་དབང་བའི་ཚེ། རེ་བ་ཡིན་རུང་བྱིས་པའི་རྒྱན་ཆ་འདིས་བརྒྱན་པར་བྱས་པའི་སྐྲ་ལོ་དེ་མེད་པར་གྱུར་པ་ཤིན་ཏུ་ཕངས་ཆེའོ། དེ་ལྟ་ན་ཡང་ངས་ད་རུང་སྐྲ་ཤད་དེ་བྲང་ཁར་བརྒྱར་ནས་མི་གཏོང་བ་དང། དར་གྱི་མགོར་གྱིས་ད་གཟོད་མཆི་མས་རབ་རབ་ཏུ་བཅུས་པའི་མིག་ཟུང་ཞིག་ནས་འཛུམ་དམུལ་དམུལ་གྱིས། གྱེན་ལགས། ངའི་སྐྲ་སྐྱེས་ཚད་ཅི་འདྲའི་མགྱོགས་པ་ལ་ཨང། ཞེས་ཟེར། དེ་ནས་བདེ་ལྷའི་མིག་གསེར་བའི་བྱི་ལ་ཞིག་དང་འདྲ་བར་མཆོང་སྡང་བྱེད་བཞིན་ངག་ནས་ཨོ་ཨོ་ཞེས་ཐལ་བྱུང། ཁྱིམ་གྱིས་ད་རུང་ཁས་ལག་བསྐྱིས་ཏེ་སྨྲོ་མ་བྱུང། མོས་དགའ་རྔམ་རྔམ་གྱིས་ལག་པས་སྤར་ཁ་བྱས་ནས་རྔུལ་པོ་དེ་ཁོ་ལ་བྱིན་པ་ན། རིན་ཐང་ཆེ་ཞིང་ཤེས་པ་མེད་པའི་བེམ་པོ་གསེར་དེ་འོད་ཆེམ་ཆེམ་གྱིས་མོའི་སྤྲོ་སྣང་དང་ལྷག་བསམ་རྣམ་པར་དག་པ་དེ་མཚོན་པ་དང་འདྲའོ། འདི་མཛེས་སམ་གྱེན་ལགས། ངའི་གྲོང་ཁྱེར་ཡོངས་སུ་བཙལ་ནས་ད་གཟོད་འདི་རྙེད་པ་ཡིན། ད་ལྟ་ཁྱེད་ཀྱིས་དུས་ཚོད་ལ་ཉིན་རེར་ཐེངས་བརྒྱད་རེར་བལྟས་ཀྱང་ཆོག། དུས་ཚོད་སྔ་ལབ་བཞིན་དང། མི་དེར་བརྟགས་ན་ཇི་འདྲ་ཞིག་ཡིན་པར་བལྟའོ། ཞེས་ཟེར། རྒྱན་གྱིས་མིའི་རེ་བ་ལྟར་མ་བསྒྲུབས་པར། མལ་ཁྲིའི་ཐོག་ཏུ་ལོག་ཅིང། ལག་ཟུང་གཉིས་སུ་བྱས་ནས་སྐད་མོ་བཀོལ། ཁྱི། བདེ་ལྷ། ང་ཚོས་ཡུལ་ཤུལ་འཕྲོང་སྐུར་གྱི་ལག་སྐྱེས་དེ་དག་ལྷན་དུ་བཞག་སྟེ་གནས་སྐབས་སུ་ཉར་ཚགས་ཀྱིས་དང། དེ་དག་ངས་ནི་ཡག་པོ་རེད་ད་ལྟ་བཀོལ་སྤྱོད་བྱས་ན་ཡིད་ཕངས་པ་ཞིག་རེད། ངས་གསེར་གྱི་དུས་ཚོད་བཙོངས་པའི་རིན་གྱིས་ཁྱོད་ལ་སྐྲ་ཁུག་ཉོས་པ་ཡིན། ད་ཁྱེད་ཀྱིས་ཤ་སག་ཤུག། ཅེས་ཟེར། ཁྱེད་ཅག་གིས་ཤེས་པ་ལྟར་མེ་ལྕེ་རྣམ་པ་གསུམ་ནི་ཤེས་རབ་དང་ལྡན་པའི་འཕགས་པ་སྟེ། ཤེས་རབ་ཧ་ཅང་ལྡན་པ་དག་ཡིན་ཏེ། ཁོང་ཚོས་རྟའི་ཁ་རིའི་ནང་དུ་འཁྲུངས་པའི་འཕགས་སའི་ཡེ་ཤེས་ལ་ལེགས་སྐྱེས་ཕུལ་བས། དེ་ནས་བཟུང་སྟེ། ཡེ་ཤེས་འཁྲུངས་སྐར་ལ་ལེགས་སྐྱེས་འབུལ་བའི་སྲོལ་དར་བ་རེད། ཁོང་ཚོ་ཤེས་རབ་དང་ལྡན་པ་དག་ཡིན་པས། ཁོང་ཚོའི་ལེགས་སྐྱེས་དག་ཀྱང་མཆོག་ཏུ་གྱུར་པ་སྨོས་ཅི་འཚལ། ད་དུང་ཞོར་ལ་ལག་སྐྱེས་རིགས་མཐུན་གཅིག་ཏུ་འཁེལ་ན་ཕན་ཚུན་བརྗེ་རེས་བྱེད་ཆོག་པའི་གསོལ་ཤུགས་ཀྱང་ཡོད་ཚོད་རེད། ཁོ་བོས་སུག་བྲིས་ཀྱི་ཀློག་པ་པོ་རྣམས་ལ་བྱུང་རིམ་ཀྱག་ཀྱོག་མེད་པའི་གཏམ་རྒྱུད་དཀྱུས་མ་ཞིག་སྟེ། གཞུང་ཁང་གཉིས་སྤྱོད་བྱེད་པའི་བྱིས་པ་རིགས་བདུན་པ་གཉིས་ཀྱིས་ཕ་རོལ་པོའི་དོན་དུ། གྱ་ཚོམ་དུ་རང་ཁྱིམ་གྱི་ཆེས་རྩ་ཆེ་བའི་ནོར་བུ་བློས་བཏང་ཚུལ་དེ་བྲིས་པ་ཡིན། མཇུག་ཏུ་ངས་ད་ལྟའི་བློ་ལྡན་ཕལ་བ་རྣམས་ལ་བཤད་རྒྱུ་ནི། ལག་སྐྱེས་ཕུལ་བའི་མི་ཡོད་ཚད་ཀྱི་ནང་ནས་མི་དེ་གཉིས་ནི་ཆེས་བློ་རིག་བཀྲ་བ་གཉིས་རེད་ལ། ལག་སྐྱེས་ལེན་པའི་མི་ཡོད་ཚད་ཀྱི་ནང་ནས་ཀྱང་མི་དེ་གཉིས་ནི་ཆེས་བློ་རིག་ལྡན་པ་གཉིས་རེད། ཡུལ་དང་ས་ཕྱོགས་གང་ཡིན་ཡང། ཁོ་ཚོ་ནི་ཆེས་བློ་རིག་གྲྭ་དག་ཡིན་པས་མེ་ལྕེ་སྔོན་མ་ནི་ཁོ་ཚོ་རང་ཡིན་ནོ། ཀློག་པ་དང་འབྲི་བ། ཆོ་ངེ། ཆོ་ངེ། སྐྱམ་མོ། སྐྱམ་མོ། ངོ་གནོང། ངོ་གནོང། ཕོག། ཕོག། བཟོ་ལྟ། བཟོ་ལྟ། ལག་སྐྱིས། ལག་སྐྱིས། འཛེམ་དོགས། འཛེམ་དོགས།